བྱམས་བརྩེའི་ས་བོན། ྋགོང་ས་ཏཱ་ལའི་བླ་མས་བརྩམས། ང། བོད་བྱང་ཤར་མདོ་སྨད་ཆོལ་ཁའི་སྟག་རྩེ་ཟེར་བའི་ས་ཆ་ཞིག་ལ་སྐྱེས་པ་རེད། སྟག་རྩེ་དུ་རི་མཐོན་པོ་གནམ་ལ་ཟུག་པའི་ཀ་བ་འདྲ་བ་དང། རྒྱུག་ཆུ་དྭངས་མ་ཤེལ་འདྲ་བ། གནམ་སྔོན་པོ་གཡུ་འདྲ་བ་བཅས་ཡོད་ཅིང། དེར་ད་དུང། འཇིགས་སུ་རུང་བའི་འབྲོག་ཁྱི་དང། ར་ལུ། རྟ། གཡག། སྡིག་པ་ར་རྩ། བྱ་སྡེ། བ་ཕྱུགས་སོགས་སེམས་ཅན་མང་པོ་ཡོད། ངའི་ཁྱིམ་ཚང་ནི། ཨ་མེས་ཀི་རེའི་རི་གཤམ་དུ་ཡོད་པ་དང། རིས་དེ་གཞན་ཀུན་ལས་མཐོ་བ་དང་གནམ་ལ་ཟུག་པ་ལྟ་བུ་ཡོད། ངའི་ཁྱིམ་ཚང་ནི་ཞིང་པའི་ཁྱིམ་ཚང་ཞིག་རེད། པ་ལགས་ཀྱིས་ཉིན་ལྟར་རྟ་གསོ་སྐྱོང་དང་རྟ་ཉོ་ཚོང་གནང་ནས་བཞུགས་པ་དང། ངས་ཁྱིམ་དུ་ཨ་མ་ལགས་ཀྱི་ནང་ལས་ལ་རོགས་པ་བྱས་ཏེ་སྡོད་ཀྱི་ཡོད། ང་ཚོས་ནས་དང་བྲའོ། ཞོག་ཁོག་སོགས་འདེབས་ལས་བྱེད་ཀྱི་ཡོད། འོན་ཀྱང། ང་ཚོས་འདེབས་ལས་བྱེད་པ་ས་བོན་དེ་ཚོ་གཅིག་པོ་མིན། ང་རང་ཆུང་ཆུང་སྐབས། ཨ་མ་ལགས་ཀྱིས། བྱམས་བརྩེའི་མིག་དཔེ་བཟང་པོ་ཞིག་ལག་ལེན་དངོས་ཀྱི་ཐོག་ནས་བསྟན་ཏེ། ངའི་སེམས་རྒྱུད་ལ། བྱམས་བརྩེའི་ས་བོན་བཏབ་གནང་བ་དང། ཨ་མ་ལགས་ཀྱིས། ང། བརྩེ་བའི་ཟས་བཅུད་ཁོ་ནས་གསོ་སྐྱོང་གནང་བ་རེད། རྒྱུན་དུ་བྱ་ཁང་ནང་ནས་སྒོང་ང་ལེན་པར་འགྲོ་རྒྱུ་ནི་ངའི་ལས་འགན་ནི། ངས་ལས་འགན་དེ་གལ་ཆེན་པོར་བརྩི་གི་ཡོད། ཨ་མ་ལགས་ཀྱིས། ཐབ་ཚང་ནང་དུ། ཨ་མདོའི་བག་ལེབ་ཞིམ་པོ་གོ་རེ་ཟེར་བ་ཞིག་ཡོད་པ་དེ་སྲེག་གནང་སྐབས། དེའི་དྲི་མ་ཞིམ་པོ་ཕྱི་ལ་འཐུལ་ཡོང་གི་ཡོད། དེ་དུས། ང་ནི། གོ་རའི་ནང་སྡིག་པ་ར་གཟར་རྩེད་མོ་རྩེས་ནས་སྡོད་ཀྱི་ཡོད། སྐབས་རེ། ངས་ང་ཚོའི་ནང་གི་ཐོག་ཁར་འཛེགས་ཏེ། གནམ་གྱི་དཀྱིལ་ལ་ཀྲོང་ངེར་ལངས་པའི་རི་དེ་ཚོར་བལྟས་ཏེ་སྡོད་ཀྱི་ཡོད། ཐག་རིང་གི་ཕྲུ་གུ་ཆེ་བ་ཚོ་རང་གི་པཱ་ལགས་དང་མཉམ་དུ་སྒོ་ཕྱུགས་འཚོ་བར་འགྲོ་བ་མཐོང་སྐབས། ངའི་སེམས་ནང། ཁོ་ཚོས་གང་བྱེད་ཀྱི་ཡོད་དམ་སྙམ་པ་དང། རང་ཉིད་མགྱོགས་ཙམ་ཆེན་པོ་ཆགས་པའི་རེ་བ་བྱེད་ཀྱི་ཡོད། ང་རང་དགའ་ཤོས་གཞན་ཞིག་ནི། ཨ་མ་ལགས་ཀྱི་མཇིང་པའི་སྒང་ལ་ཞོན་རྒྱུ་དེ་ཡིན། ཨ་མ་ལགས་ཀྱི་མཇིང་པའི་སྒང་ལ་ཡོད་དུས། ང་རང་ཕྲུ་གུ་ཆེ་བ་དེ་ཚོ་དང་གཅིག་པ་ཡིན་སྙམ་པ་དང། ངའི་གཟུགས་པོ་ཡང་པཱ་ལགས་ལས་རིང་བ་ཡོད། ཨ་མ་ལགས་ཀྱི་མཇིང་པར་ཞོན་ནས་ག་བར་འགྲོ་དགོས་བསམ་ནའང་ལས་སླ་བོ་རེད། ང་གཡོན་ཕྱོགས་སུ་འགྲོ་འདོད་ན་ངས་ཨ་མ་ལགས་ཀྱི་རྣ་ཅོག་གཡོན་མ་ནས་འཐེན་པ་དང། ང་གཡས་ཕྱོགས་སུ་འགྲོ་འདོད་ན། ངས་ཨ་མ་ལགས་ཀྱི་རྣ་ཅོག་གཡས་པ་ནས་འཐེན་གྱི་ཡོད། གལ་སྲིད། ཨ་མ་ལགས་ཀྱིས་ངའི་བཀོད་བརྡ་དེ་གོ་མ་ཆོད་པའམ། ཡང་ན་ང་ལ་ཁ་ཡ་མ་གནང་བ་ཡིན་ན། ངས་ཨ་མ་ལགས་ཀྱི་མཇིང་པའི་སྒང་ནས་རྐང་པ་གཉིས་གཡུག་གཡུག་གིས་ཁོང་ལ་གཞུག་གི་ཡོད། ངས་ཨ་མ་ལགས་ཀྱིས་ང་ལ་ཡི་གེ་བྲིས་ལོག་ཀློག་ཐུབ་ཀྱི་མེད་ཀྱང། ངས་ཁོང་གི་དྲུང་ནས་གནས་ལུགས་ཧ་ཅང་མང་པོ་ཤེས་བྱུང། ང་རྒྱུན་དུ་ཕྲུ་གུ་འཚུབ་པོ་ཞིག་ཡིན་ཡང། ཁོང་གིས་ང་ལ་རྟག་ཏུ་ཐུགས་བརྩེ་བ་ཆེན་པོས་བྱམས་སྐྱོང་གནང་གི་ཡོད། སྐབས་རེ། ངའི་བསམ་པར་ཁོང་གིས་ང་ལ་བྱམས་དྲགས་པའམ། ཡང་ན། བཟོད་བསྲན་གནང་རྒྱུ་ཆེ་དྲགས་ཀྱི་མེད་དམ་སྙམ་ཡོད། གང་ཡིན་ཞེ་ན། དེ་དུས། ང་ཏོག་ཙམ་གཅེས་ལང་ལ་ཤོར་ཡོད། ཡིན་ནའང། ཐབས་ཤེས་གང་ཡོད་དམ། ཨ་མ་ལགས་ཀྱི་གཤིས་ཀ་དེ་རང་རེད། ཁོང་གིས་གཡས་གཡོན་གྱི་མི་ཚང་མར་གཅིག་མཚུངས་སུ་བྱམས་པོ་གནང་གི་རེད། ལོ་ཞིག་ང་ཚོའི་ས་ཁུལ་དུ་མུ་གེ་བྱུང་བ་དང། མི་ཚང་མང་པོ་བཟའ་བཅའ་འདང་ངེས་མེད་པའི་གནས་སུ་གྱར་བ་རེད། དེ་དུས་ངའི་ཨ་མ་ལགས་ཀྱིས་ང་ཚོའི་གཉེར་ཚང་ནང་གི་ཟས་རིགས་གང་ཡོད་ཚང་མ་གྲོང་པ་ཁྱིམ་མཚེས་དང། དཀའ་ངལ་ཡོད་པའི་མི་ལ་སྦྱིན་པ་བཏང་བ་རེད། དེ་ལྟར། ཁོང་གིས་ང་ལ། བྱམས་བརྩེ་ཇི་ལྟར་ལག་ལེན་ལ་འགེལ་དགོས་པ་དངོས་སུ་མིག་དཔེ་བསྟན་ཏེ། ངའི་སེམས་རྒྱུད་ལ་གང་ལས་ཀྱང་གལ་ཆེ་བའི་བྱམས་བརྩེའི་ས་བོན་སྐྱེད་སྲིང་ཡོང་ཐབས་གནང་བ་རེད། ང་ཕྲུ་གུ་ཆུང་ཆུང་ཞིག་ཡིན་ཡང། ཁོང་གིས་ང་ལ་ངའི་མི་ཚང་མར་སེམས་པ་བཟང་པོ་བྱེད་པ་དང་ཁོང་ཚོའི་སྡུག་བསྔལ་སེལ་རོགས་བྱེད་ཐུབ་པའི་ནུས་པ་ཡོད་པ་བསྟན་པ་རེད། ཤིང་སྡོང་ཆེན་པོ་གང་འདྲ་ཞིག་ཡིན་ནའང། རང་ཉིད་གང་ནས་བྱུང་བའི་ས་བོན་གྱི་ནུས་པ་དང་ཁ་བྲལ་ཐབས་མེད་པ་བཞིན། ང་རང། ནང་ལ་ཕྲུ་གུ་ཆུང་ཆུང་ཞིག་ཡིན་པའི་སྐབས་དང། རྗེས་ལ་དཔེ་ཆ་ལྟ་བཞིན་པའི་གྲྭ་པ་ལོ་ཆུང་ཞིག་ཡིན་པའི་སྐབས། ད་དུང། ངས་འཛམ་གླིང་གང་སར་བྱམས་བརྩེའི་བསླབ་བྱ་ཁྱབ་སྤེལ་གཏོང་སྐབས་བཅས། ཚང་མར་ངས་ཨ་མ་ལགས་ཀྱིས་ངའི་སེམས་རྒྱུད་ལ་བཏབ་པའི་བྱམས་བརྩེའི་ས་བོན་དེ་དྲན་པར་བྱེད་ཀྱི་ཡོད། ང། སྟག་རྩེ་གྲོང་གི་མུ་མཐའ་མེད་པའི་གནམ་འོག་ཏུ་འཚར་ལོངས་བྱེད་རྒྱུར་དགའ་པོ་ཡོད་ཀྱང། ངའི་སེམས་ནང། རྟག་ཏུ་ང་རང་གྲོང་གསེབ་དེ་ནས་ཐོན་ཏེ། ས་ཆ་གཞན་ཞིག་ཏུ་འགྲོ་དགོས་ངེས་རེད་སྙམ་གྱི་ཡོད། ང་ལོ་གསུམ་ལོན་གྲབས་བྱེད་སྐབས། བོད་ཀྱི་རྒྱལ་ས་ལྷ་ས་ནས་གྲྭ་པ་ཁ་ཤས་ང་ཚོའི་གྲོང་གསེབ་ཏུ་ནང་བསྟན་གྱི་དབུ་ཁྲིད་ཏཱ་ལའི་བླ་མའི་ཡང་སྲིད་འཚོལ་བར་སླེབས་པ་རེད། ཁོང་ཚོས་བོད་ཀྱི་ས་ཁུལ་གང་སར་ཏཱ་ལའི་བླ་མའི་ཡང་སྲིད་རྩད་གཅོད་བྱེད་བཞིན་ཡོད་པ་དང། བོད་པ་ས་ཡ་མང་པོས་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་རྙེད་སོན་བྱུང་བའི་གཏམ་བཟང་གང་མགྱོགས་ཐོས་པའི་རེ་བ་བྱེད་བཞིན་ཡོད། ངའི་ནང་མི་ཚོར་ང་ཡང་སྲིད་ཁྱེའུ་དེ་ཡིན་པ་བློའི་ཟུར་དུའང་འཁོར་མེད་ཅིང། ངས་དེ་བས་ཀྱང་ག་ལ་ཤེས། ཁོང་ཚོས་ང་ལ་བརྟག་དཔྱད་ལུ་གུ་རྒྱུད་དེ་བྱས་པ་དང། ངས ྋགོང་ས་ཏཱ་ལའི་བླ་མ་སྐུ་གོང་མའི་ཉེར་སྤྱད་རྣམས་མ་ནོར་བར་ངོས་བཟུང་བས་མ་ཚད། ད་དུང་དེ་ཚོར་རྒྱུས་མངའ་ཧ་ཅང་ཆེན་པོ་ཡོད་པ་ལྟར་བཟུང་བར་བརྟེན། ལྷ་ས་ནས་ཡོང་བའི་གྲྭ་པ་དེ་ཚོའི་སེམས་ནང་ཁོ་རང་ཚོས་འཚོལ་བཞིན་པའི་ཡང་སྲིད་དེ་རྙེད་བྱུང་སྙམ་པའི་དགའ་ཚོར་བྱུང་བ་རེད། དེ་ནས་ང་ལོ་བཞིར་སླེབས་དུས། ལྷ་སར་འགྲོ་བའི་ལམ་དུ་ཞུགས་པ་དང། ང་ཚོས་རྟ་རག་བསྒྲིགས་ཏེ། རི་ཚོགས་ཁྲོད་དུ་སྦྲུལ་ཆེན་པོ་ཞིག་དང་འདྲ་བར་མདུན་དུ་བསྐྱོད། སྦྲུལ་ཤུལ་དེར། ཁྱོན་བསྡོམས་དུས་ཡུན་ཟླ་བ་གསུམ་འགོར་ཞིང། ལམ་བར་དུ། ཏཱ་ལའི་བླ་མའི་ཡང་སྲིད་རྩད་གཅོད་ཐུབ་ཡོད་པའི་གནས་ཚུལ་གང་སར་ཁྱབ་པར་བརྟེན། མི་དམངས་སྔར་ལས་ཇེ་མང་གིས་ང་ཚོའི་ལྟ་རག་ཁོངས་སུ་ཞུགས། ང་དང། ངའི་གཅེན་པོ་བློ་བཟང་བསམ་གཏན་གཉིས། འཕྲལ་འཇམ་སྙིང་རྗེ་བོ་ཞིག་གི་ནང་དུ་བསྡད་ནས་འགྲུལ་བཞུད་བྱས། ཕྱིར་བྲོས་འཇམ་དཔལ་ནང། གཅེན་པོ་ང་གཉིས་དལ་དལ་ལྷོད་ལྷོད་ངང་སྡོད་ཆོག་ཀྱང། ང་གཉིས་ཚུར་བུ་ཡིན་པས་ཡང་ཡང་འཛིང་རེས་བཏང་བས། བྲེལ་འཇམ་ལ་གཡོ་འཁྱོམ་གྱི་མགོ་འཇུག་ལོག་ཉེན་བྱུང་སྟབས། འགྲུལ་བཞུད་རིང་ང་གཉིས་ཁག་ཁག་བཟོ་དགོས་བྱུང་བ་རེད། ལྷ་སར་ང་རང་ལོ་དྲུག་ལ་སླེབས་རྗེས། དངོས་གཞིའི་སློབ་གཉེར་འགོ་བཙུགས་པ་དང། ངས་ཉིན་ལྟར། དུས་ཚོད་མང་ཆེ་བ་སློབ་སྦྱོང་ཐོག་གཏོང་དགོས་ཀྱི་ཡོད། ང་ལ། ངལ་གསོའི་དུས་ཚོད། ཆུ་ཚོད་ཁ་ཤས་ཡོད་ཅིང། དེའི་རིང། ང་འཕྲུལ་འཁོར་རིགས་ཇི་ལྟར་བཟོས་ཡོད་མེད་ལ་རྟོག་ཞིབ་བྱེད་རྒྱུར་དགའ་བོ་ཡོད། ངས་ཆུ་ཚོད་མང་བོའི་རིང་གནམ་གྲུ་དང། གྲུ་གཟིངས་སོགས་རྩེད་ཆས་སྣ་ཚོགས་དང། ཆུ་ཚོད་ཆེན་པོ་དང་ཆུང་ཆུང་རིགས་ཚང་མ་བཤིག་སྟེ་སླར་ཡང་སྔར་བཞིན་བསྒྲིགས་པ་དང། གློག་བརྙན་སྟོན་བྱེད་དང། རླངས་འཁོར་ནང་གི་འཕྲུལ་ཆས་དེ་ཚོས་ལས་ཀ་ཇི་ལྟར་བྱེད་ཀྱི་ཡོད་མེད་ལ་རྟོག་ཞིབ་བྱས་ཏེ་སྡོད་ཐུབ་ཀྱི་ཡོད། དེ་འདྲ་བྱས་ཏེ་སྐབས་རེ་ང་ལ་རྙོག་དྲའང་ཡོང་གི་ཡོད། ང་རང། ཆོས་བྱེད་དགེ་འདུན་པ་ཞིག་ཡིན་པའི་ཆ་ནས་ངས་ནང་པའི་ལྟ་གྲུབ་དང། ལོ་རྒྱུས། རིགས་ལམ། ཚད་མ་རིག་པ། སྙན་ངག། སྨན་རྩིས། ད་དུང། བོད་ཡིག་དང། Sanskrit སོགས་རིག་གནས་མང་པོར་སློབ་སྦྱོང་བྱས། ཨ་མ་ལགས་ཀྱིས་ངའི་སེམས་རྒྱུད་ལ་བྱམས་བརྩེའི་ས་བོན་བཏབ་ཡོད་པར་བརྟེན། ང་སློབ་སྦྱོང་བྱེད་རྒྱུར་དགའ་བའི་བརྗོད་གཞི་གཅིག་ནི་བྱམས་བརྩེའི་སྐོར་ཡིན། ངའི་སྡོད་གནས་ཕོ་བྲང་པོ་ཏཱ་ལའི་ཤམ་གྱི་ཞོལ་གྲོང་ཚོར། གཞུང་གི་བཙོན་ཁང་ཞིག་ཡོད་ཅིང། དེའི་ནང་གི་བཙོན་པ་ཚོར་ངས་རྒྱང་ཤེལ་ནང་ནས་ལྟ་རྒྱུར་དགའ་པོ་ཡོད། ངས་ཁོང་ཚོ། ང་རང་གི་གྲོགས་པོར་བརྩི་གི་ཡོད། རྗེས་ལ་ང། བོད་རྒྱལ་ཁབ་ཀྱི་ཆོས་སྲིད་གཉིས་ཀའི་འགོ་ཁྲིད་ཆགས་དུས། ངས་བོད་ནང་གི་བཙོན་པ་ཚང་མ་གློད་གྲོལ་བཏང་བ་དེའང། ཏན་ཏན། བྱམས་བརྩེའི་ཐག་གཅོད་ཅིག་རེད། ངས་མི་ཚེ་ཧྲིལ་པོར་བྱམས་བརྩེའི་སྐོར་ལ་སློབ་སྦྱོང་བྱས་པས། འཛམ་གླིང་དེ། སྔར་ལས་བྱམས་བརྩེ་དང་ལྡན་པ་ཞིག་ཡོང་ཐབས་བྱེད་རྒྱུ་ང་རང་གི་ལས་འགན་ཡིན་སྙམ་གྱི་ཡོད། ཧང་སངས་དགོས་པ་ཞིག་ལ། བྱམས་བརྩེའི་ནུས་པ་ང་ཚོ་ཚང་མའི་རྒྱུད་ལ་ཡོད་པ་དང། ངའི་བསམ་པར་ནུས་པ་དེ་དམིགས་བསལ་ཁྱོད་ཚོ་ལྟ་བུ་ཕྲུ་གུ་ཚོའི་རྒྱུད་ལ་ཤུགས་ཆེ་ཤོས་ཡོད་བསམ་གྱི་འདུག། ནང་པའི་བསླབ་བྱ་མང་པོའི་ནང། མིའི་མི་ཚེ། རྩི་ཤིང་གི་མྱུ་གུར་དཔེ་འཇོག་གི་ཡོད། རྩི་ཤིང་གི་མྱུ་གུ་ཆེན་པོ་མ་ཆགས་པར། གཅེས་སྐྱོང་བྱེད་དགོས་པ་བཞིན། ཕ་མ་ཚོས་རང་གི་བུ་ཕྲུག་འཚར་ལོངས་མགྱོགས་པོ་བྱེད་པ་མཐོང་དུས། ཡང་ཡང་མྱུ་གུར་དཔེ་བཞག་སྟེ་ཁོང་ཚོ་ཆེན་པོ་ཆགས་འདུག་ཅེས་ཤོད་ཀྱི་རེད། འོན་ཀྱང། ཕྲུ་གུ་ཚོ། ཕྱིའི་གཟུགས་པོའི་རྣམ་པའི་ཆ་ནས་ཙམ་མ་ཡིན་པར། ཁོང་ཚོའི་ནང་སེམས་ཀྱི་ནུས་སྟོབས། ཇི་ལྟར་སྐྱེད་སྲིང་ནུས་པའི་ཆ་ནས་ཀྱང་མྱུ་གུ་འདྲ་བོ་རེད། སྐྱེས་དུས་ནས། ཕྲུ་གུ་ཚང་མའི་རྒྱུད་ལ་བྱམས་བརྩེའི་ས་བོན་ཡོད་ཅིང། དེ་ནི། ང་རང་ཚོའི་རང་བཞིན་ཡིན་པ་དང། དེར་བྱམས་པ་དང་བརྩེ་བའི་མཐུན་རྐྱེན་བྱུང་ན། སྐྱེ་འཚར་ཡག་པོ་ཡོང་གི་རེད། ཁྱོད་ཚོས་བསམ་བློ་ཐོངས་དང། ལུས་ཀྱི་དབང་པོ་ལྔའི་ཆ་ནས་བཤད་ན། ང་ཚོ་མི་ནི། སེམས་ཅན་གཞན་ལས་ལྷག་པ་གང་ཡང་མ་རེད། གླང་ཆེན་ལ་སྣ་ཁུག་རིང་པོ་ཡོད་པ་དང། ང་ཚོ་ལས་ལྷག་པར་ཁོང་ཚོས་ཐག་རིང་ནས་དྲི་མ་ཤུགས་ཆུང་ཆུང་འཐུལ་བ་དེ་ཚོའང་སྣོམ་ཐུབ་ཀྱི་རེད། རི་བོང་གིས་རང་གི་རྣ་ཅོག་རིང་པོ་དེ་གཉིས་རྒྱབ་མདུན་ལ་སྐོར་བ་བརྒྱབ་སྟེ་ང་ཚོས་འགོ་མི་ཐུབ་པའི་སྐད་སྒྲ་གོ་ཐུབ་ཀྱི་རེད། བྱ་གླག་གི་མིག་གིས་ནམ་མཁའི་མཐོངས་ནས་ས་སྟེང་གི་རི་དྭགས་སེམས་ཅན་ཆུང་ཆུང་དེ་འདྲའང་གསལ་པོར་མཐོང་ཐུབ་ཀྱི་ཡོད། བྱས་ཙང། ང་ཚོ་མི་ནི་སེམས་ཅན་གཞན་ལས་དམིགས་བསལ་ཡིན་པ་ལུས་ཀྱི་དབང་པོའི་ནུས་པ་ལ་བརྟེན་ནས་མ་རེད། འོན་ཀྱང། སེམས་ཅན་ཚང་མའི་ཁྲོད་ནས་ང་ཚོ་མི་གཅིག་པུར་རང་གི་སེམས་ལ་སྦྱོང་བརྡར་གཏོང་བའི་ནུས་པ་ཡོད་དེ། ང་ཚོ་སེམས་ཅན་གཞན་ཚང་མ་ལས་མི་འདྲ་བའི་ཆ་དེ་རེད། འོན་ཀྱང། རང་གི་སེམས་ལ་སྦྱོང་བརྡར་གཏོང་བར་ང་ཚོས་དཀའ་ལས་ཏོག་ཙམ་རྒྱག་དགོས་པ་དང། རང་གིས་རང་ལ་ཚོད་འཛིན་ཡང་བྱེད་དགོས་ཀྱི་རེད་དེ། ང་ཚོ་མིའི་ཁྱད་འཕགས་ཀྱི་ནུས་པ་རེད། དེ་ལ་བརྟེན་ནས་ང་ཚོའི་རྒྱུད་ཀྱི་བྱམས་བརྩེའི་ས་བོན་འཚར་ལོངས་ཡག་པོ་ཡོང་གི་རེད། དཔེ་ཆ་བཞག་ན། ཁྱོད་ཚོ་སློབ་གྲྭའི་རྩེད་ཐང་དུ་རྩེད་མོ་རྩེ་དུས། གལ་སྲིད་ཕྲུ་གུ་གཞན་པ་ཚོས་དགའ་བའི་འཛུམ་མདངས་སྟོན་བཞིན་ང་ཚོ་མཉམ་དུ་རྩེད་མོ་རྩེ་ཞེས་བཤད་ན། ཁྱོད་ཚོས་ཁོ་ཚོ་དང་མཉམ་དུ་རྩེད་མོ་རྩེ་རྒྱུ་ཡིན་ནམ། ཡང་ན། ཁོང་ཁྲོའི་སྨིན་མ་བསྡུས་བཞིན་པའི་ཕྲུ་གུ་གཞན་འབའ་ཞིག་དང་མཉམ་དུ་རྩེད་མོ་རྩེ་རྒྱུ་ཡིན། ཁྱོད་ཚོར། གཞན་གྱིས་ལྷད་མེད་པའི་བྱམས་བརྩེའི་བསམ་པ་ཇི་བཞིན་མཐོང་ཐུབ་པའི་ནུས་པ་ཡོད་པར་བརྟེན། ཁྱོད་ཚོས་ཏན་ཏན་འཛུམ་མདངས་སྟོན་མཁན་ཚོ་དང་མཉམ་དུ་རྩེད་མོ་རྩེ་རྒྱུ་ཡིན་པ་ཤོད་མི་དགོས་པ་རེད། ང་ཚོས་ལས་ཀ་གང་བྱས་ཀྱང་གདེང་ཚོད་ལྡན་པ་དང་བབ་བརླིང་ངང་བྱེད་དགོས། གདེང་ཚོད་ཡོད་ན་ང་ཚོའི་རྒྱུད་ལ་བྱམས་བརྩེའི་བསམ་བློ་འཕེལ་བ་དང། བྱམས་བརྩེའི་བསམ་བློ་ནས་ང་ཚོར་གཤིས་རྒྱུད་བཟང་པོ་མང་པོ་འཇགས་ཀྱི་རེད། འོན་ཀྱང། ང་ཚོའི་འཛམ་གླིང་ནང་ཡང་ཡང་ཕྱི་དངོས་པོའི་མཐུན་རྐྱེན་གལ་ཆེན་པོར་བརྩི་བ་དང། ང་ཚོས་ཉེ་འཁོར་གྱི་མི་ལ་འགྲན་རྩོད་བྱེད་དགོས་ཆགས་ཀྱི་ཡོད། ཕྱི་རོལ་གྱི་དངོས་པོ་ཚང་མ་ང་ཚོའི་ལུས་ཀྱི་དབང་པོ་ལྔ་ཁོ་ནའི་སྤྱོད་ཡུལ་ཙམ་ཡིན་པ་དང། བྱམས་བརྩེ་ནི་ང་ཚོ་མིར་དམིགས་བསལ་ཡིན་པའི་སེམས་ཀྱི་གནས་ལུགས་ཤིག་རེད། བྱམས་བརྩེ་ནི་རང་ཉིད་ཁ་སྟབས་སྐྱོ་བོ་ཡིན་པའི་རྟགས་མཚན་མ་ཡིན་པར། རང་རྒྱུད་ལ་སྟོབས་ཤུགས་ཡོད་པའི་རྟགས་མཚན་རེད། དེར་བརྟེན། བྱམས་བརྩེའི་བསམ་པ་འཕེལ་ཐབས་བྱས་ན། རང་ཉིད་སྟོབས་ཤུགས་ཆེ་ཤོས་ཆགས་པ་དང། འཛམ་གླིང་ནང་གི་དགེ་མཚན་ལྡན་པའི་བྱ་གཞག་སྒྲུབ་ཐུབ་རྒྱུར་ཕན་ཐོགས་ཡོད། ཁྱོད་ཀྱིས་མི་གཞན་ལ་བཅོས་མ་མ་ཡིན་པའི་སེམས་པ་བཟང་པོ་བྱས་ན། མི་དེ་ཚོས་ཁྱོད་ཀྱི་བྱམས་བརྩེ་ཚོར་གྱི་རེད། དེ་ལ་བརྟེན་ནས། རང་སོ་སོ་དང། མི་གཞན་ཕྱོགས་གཉིས་ཀ་སྔར་ལས་སྐྱིད་པ་ཡོང་གི་རེད། འཛམ་གླིང་ནང། བདེ་སྐྱིད་སྔར་ལས་ལྷག་པའི་ཡོང་ཐབས་སུ་སྟབས་བདེ་ཐབས་ལམ་མང་པོ་ཡོད། དེ་ཚོ། ཁྱོད་ཚོས་ཤེས་ཀྱི་ཡོད་པས། ད། ཁྱོད་ཚོས་དེའི་ས་བོན་ལ་གཅེས་སྤྲས་དང་གསོ་སྐྱོང་ཡག་པོ་བྱེད་དགོས། མི་གཞན་གྱིས་རང་གི་བསམ་ཚུལ་ལ་མོས་མཐུན་མ་བྱས་ན། ཁྱོད་ཚོས་མི་དེ་ཚོ་ནོར་བ་རེད་བསམ་རྒྱུའི་ཚབ་ཏུ། རང་གིས་རང་ལ། ཁོ་ཚོས་ཅིའི་ཕྱིར་བསམ་བློ་དེ་ལྟར་གཏོང་གི་ཡོད་དམ། ཞེས་དྲིས་དགོས། མི་གཞན་སེམས་སྡུག་གིས་མནར་ཡོད་པའམ། ཡང་ན། སེམས་ཁྲལ་བྱེད་བཞིན་ཡོད་པ། ཡང་ན། ཁྲོ་གཉེར་འདུས་ཏེ་བསྡད་ཡོད་ན། ཁྱོད་ཚོས་མི་དེ་ཚོར་ཁ་ཡ་མ་བྱས་པར་རང་སོ་སོའི་ལས་ཀ་བྱས་ཏེ་བསྡད་ན་འགྲིག་གི་རེད་ལ། ཡང་མིན་ན། ཁྱོད་ཚོས་རང་གིས་རང་ལ། ངས་ཁོ་ཚོར་རོགས་པ་གང་བྱེད་ཐུབ་བམ་ཞེས་དྲི་བ་དྲིས་ནའང་འགྲིག་གི་རེད། དེ་འདྲའི་བསམ་བློ་ལམ་སེང་ཡོང་གི་མ་རེད། འོན་ཀྱང། ཁྱོད་ཚོས་ཡི་གེ་བྲིས་ཀློག་དང། ཆུ་རྐྱལ་རྒྱག་སྟངས། རོལ་ཆས་སྤྲོད་སྟངས་སོགས་ག་ལེར་བཤད་པ་བཞིན། ཁྱོད་ཚོས་ཉིན་ནས་ཉིན་མཐུད་དེ་རིམ་པས་རང་རྒྱུད་ལ་བྱམས་བརྩེའི་བསམ་བློ་སྐྱེད་སྲིང་བྱེད་ཐུབ་ཀྱི་རེད་དེ། རྒྱུན་དུ་ལག་ལེན་མ་བསྟར་ན་ཡོང་གི་མ་རེད། གལ་ཏེ། ཁྱོད་ཀྱིས་དེ་རིང་སྣང་མེད་ཤོར་ཏེ་བྱམས་བརྩེ་ལག་བསྟར་བྱས་མེད་ནའང་སྐྱོན་མེད། སང་ཉིན་སླར་ཡང་ཁྱོད་ལ་གོ་སྐབས་རག་གི་རེད། ང་ལ་མི་ཚེའི་ནང་འགན་མང་པོ་ཡོད་ཀྱང། འཛམ་གླིང་དེ་སྔར་ལས་བྱམས་བརྩེ་དང་ལྡན་པ་ཞིག་བཟོ་རྒྱུ་ནི་ངའི་འགན་འཁྲི་ཆེ་ཤོས་དེ་ཡིན། འདས་ཟིན་པའི་གནས་ཚུལ་ལ་ང་ཚོས་འགྱུར་བ་གང་ཡང་གཏོང་ཐུབ་ཀྱི་མ་རེད། དེ་ཚོ་བྱུང་ཟིན་པའི་གནས་ཚུལ་ཡིན་པས་ང་ཚོར་བཟོ་བཅོས་གཏོང་བའི་ནུས་པ་མེད། འོན་ཀྱང། ང་ཚོས་དེ་ཚོ་ལས་བསླབ་བྱ་ལེན་ཆོག་གི་རེད། ཕྱོགས་གཞན་དེར་ང་ཚོས་མ་འོངས་པར་འགྱུར་བ་གཏོང་ཐུབ་ཀྱི་རེད། ཁྱོད་ཚོ་ཕྲུ་གུ་ཆུང་ཆུང་ཡིན་པས་ཁྱོད་ཚོར་ང་ཚོའི་འཛམ་གླིང་དེ་སྔར་ལས་བདེ་སྐྱིད་དང་ལྡན་པ་དང། སྔར་ལས་ལེགས་པ། སྔར་ལས་བྱམས་བརྩེ་དང་ལྡན་པ་ཞིག་བཟོ་བའི་ལག་ཆ་ལྡན་ཡོད།